གོ་ཡག་ལོག་ནི་ཡོན་ཏན་སྣ་ཚོགས་ཀྱི་དེབ་བརྒྱ་རྡོའི་འབྱུང་ཁུངས་དང། གནའ་དང་སྤྱི་བོའི་དམ་པ་སུས་ཀྱང་གཙིགས་སུ་འཛིན་པའི་ཤེལ་གྱི་སྒོ་མོ་འབྱེད་པའི་ཐབས་དམ་པ་ཞིག་འདུག་ན། ཐེངས་འདིར་ངས་འབུམ་ཡང་ལས་ཤོག་གིས་ཀྱང་འཛམ་གླིང་གོ་ཡག་ལོག་ཉིན་མོ་ལ་དམིགས་ཏེ། ནོར་ཝེའི་ཨོ་སི་ལོའི་སློབ་ཆེན་དང། ཉི་ཧོང་གི་ཁ་ན་ཛ་བ་རྗེ་ཉིད་སློབ་ཆེན། ཨོ་སི་ཁྲུ་ལི་ཡ་ལ་ཐུ་བུ་སློབ་ཆེན། ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན། ཐའེ་ལན་དའི་ཆང་ལི་སློབ་ཆེན། ཀྲུང་གོའི་པེ་ཅིན་སློབ་ཆེན་བཅས་རྒྱལ་ཕྱི་ནང་གི་སློབ་ཆེན་གྲགས་ཅན་དྲུག་ནས་ཐོན་པའི་བོད་ཀྱི་ན་གཞོན་འབུམ་རམས་པ་དྲུག་གདན་ཞུ་གནང་སྟེ་སློབ་ཆེན་དེ་དག་གི་སློབ་སྦྱོང་དང། དཔེ་ཀློག་བྱེད་སྟངས་སྐོར་ནས་བཅར་འདྲི་བྱ་རྒྱུ་རེད། ཐེངས་འདིའི་བཅར་འདྲི་བྱ་ཡུལ་ནི་ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན་ཡིན་འོང་བའི་འབུམ་རམས་མཁར་རྒྱ་ཡིན། ད་ང་ཡིན་གྱི་ན་ཉིས་སྟོང་བཅུ་དྲུག་ནས་བཅུ་བདུན་གི་བར་འབུམ་རམས་པ་ལོ་རིམ་གཉིས་བ་གི་ཀ་བ་ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན་ན་སློབ་སྦྱོང་གི་ཉམས་མྱོང་གི་རྗེས་རིག་དང་གོ་སྐབས་སུ་བྱུང་བས་འདི་ནས་ལོ་གཅིག་ག་ད་སློབ་གཉེར་ཡིན། དེ་གའི་ན་ད་ཨ་རིའི་ཝེར་ཇི་ནི་ཡ་སློབ་ཆེན་ཡིན་གྱི་ན་ཨ་རིའི་རྒྱལ་ཁབ། དེ་དག་གི་བར་ཐོག་སྟོང་ལོ་དགོན་སྡེའི་གཞུང་བཙུགས་ཀྱི་སློབ་གྲྭ་ཆེན་མོ་རེད། དེ་གས་ན་ད་ཁིར་གི་ཡང་ཨ་རིའི་སློབ་ཆེན་གཞན་པ་དག་ལྷག་པར་དུ་སློབ་གྲྭ་སྐད་གྲགས་ཆེ་ཤོས་ཀྱི་ནང་གཙོ་བོ་ཡིན་གྱི་ན་སྒེར་བཙུགས་ད་བཙུགས་མང་དུ་འདུག་ཟེར་ད་ཡང་སྒེར་བཙུགས་དང་གཞུང་བཙུགས་དེ་གཉིས་ཀྱི་གཅིག་གི་ཁྱད་པར་འདྲ་བོ་ཆེ་བོ་ཅི་ཟིག་ཟེར་ན་ད་སྒེར་བཙུགས་ཡིན་ན་ཁིར་བཙུགས་ནོ་གི་འདི་བཙུགས་པ་པོ་ཁིར་གི་བདག་དང་ཐོག་སློབ་འཛུགས་ཀྱི་བསམ་བློ་དེ་གཞིར་བཟུང་བདག་ཆགས་ཕྱོགས་ཀྱི་ན་ཆེའི་ཆོས་ཚོགས་ཀྱི་ཤན་ཤུགས་དེ་གཙིགས་གཟིགས་ཅིག་བྱས་ནས། དེ་ན་ད་སློབ་གྲྭའི་ནང་ནས་ཆུས་ཁང་གི་འདི་ས་གནས་དུ་ཡང་སློབ་གྲྭ་གི་སྐྱི་ཉང་གནང་ཡོད་ནས་དུ་མི་ཟེར། དེ་ག་ན་བྷི་རྗི་ཉི་ཡ་སློབ་ཆེན་གྱི་ན་ཆོས་ཚོགས་ཀྱི་ཤན་ཤུགས་ཐེབས་མེད་ནས་ད་ཡང་སློབ་གྲྭའི་ནང་ན་ཆུས་ཁང་གཟའ་ཆུང་ཆུང་ཚོའི་འོག་ན་གྲི་ཡོད་ས་བོ་ཡང་སློབ་གྲྭ་གི་གཙིགས་གཟིགས་ཅིག་མཐའ་ན་ཡོད་ནས་དུ་མི་ཟེར་དེ་བཞིན་གྱི་ད་ཡོངས་གྲགས་ཀྱི་ཆོས་ཚོགས་ཀྱི་ཤན་ཤུགས་དེ་ཅིག་ཧ་ཅང་གི་ཆུང་ནུ་དུ་མོ་གཟབ་ཉན་མཛད་དགོས་ནི་གཏོང་ཟེར། རེད་ད་སྤྱིར་བཏང་གི་ད་ང་དང་ཐོག་སོང་ནུ་ད་ཐོག་གི་གཉིས་ཡ་སློབ་ཁྲིད་ལ་ཞིག་གི་ནི་དགེ་ན་ད་སྤྱིར་བཏང་གི་དུ་གཉིས་ལྷ་མཉེས་བཟོ་བསྡུ་ནི་དགེ་བྱས་ན་ཡང་འདི་ཁྱད་པར་དུ་ཧ་ཅང་གི་ས་བོ་ཟིག་ཤེས་ནི་དེ་གཉིས་ཤེས་དུ་ཟིག་སབ་ནི་དུ་མོ་ཟིག་ཡིན་གྱི་འདྲ་ཡང་ད་ང་ཡང་ལོག་ཅིག་གི་དེ་ཚོད་མི་ནི་མེད་ནུ་གི་ད་དེ་ནི་ང་ཅིག། ཅིག་ཁྱད་པར་འདི་མོ་ཟིག་རེད་ཟིག་གི་སྟངས་ཟབ་ནས་ཅིག་བཤད་ཀྱི་ཟིག་མི་ཁར་འོན་ཀྱང་ཡང་ཅིག་ད་སྤྲེལ་སྐྱིབས་ཀྱི་ཅིག་འདི་མོ་ཟིག་ཁྱད་པར་འདི་མོ་ཟིག་རེད་འདོད་ཅིག་གོ་ཙི་གེ་ཟིག་ཁྱད་པར་ཙི་གེ་ཟིག་འོག་གི་ཅིག་ཟིག་ཟེར་དཔེ་བཞག་ན་ད་སྤྱིར་བཏང་གི་སློབ་ཁྲིད་ཙི་ག་ཞིག་ཅིག་ན་འདི་དགེ་རྒན་གི་གཟའ་འཁོར་གཅིག་གི་རྔ་ན་ད་ཁུར་གི་དཔེ་ཀློག་གི་དང་འབྲེལ་ཡོད་ཀྱི་ཅིག་ཆ་དེ་རྔ་ན་ཁུར་དྲག་ཅིག་ཟེར་གཟའ་འཁོར་གཅིག་གི་དུས་ཚོད་དེའི་ནང་ད་དགེ་རྒན་གི་ད་དེབ་ཀློག་གཅིག་ཡིན་ན་གཉིས་ཡིན་ན་དུ་སྐུར་བཏང་ན་ད་སློབ་མ་གི་གཟའ་འཁོར་གཅིག་དགུ་དེའི་ནང་ད་འདིའི་རྗེ་ཆ་དེའི་སྤྱི་ཁོག་དུ་ཚང་མ་ལོ་ལྔའི་སྒོ་གི་ད་ངའི་འོ་ནི་མ་ཟིག་གི་ད་རུང་དགེ་རྒན་ལ་ལ་གི་ཁུར་གི་ཆ་རྐྱེན་ཆི་ཟིག་འདོག་མི་བཟོད་ན་ད་ཁྱོའི་ཡིག་ཚགས་ཟིག་དོན་ན་ཡིག་ཚོགས་དེ་འདིའི་ཡིག་ཚགས་གི་ཟིན་བྲིས་འབྲི་དགོས་ན་ཡིག་ཚགས་གི་ཟིན་བྲིས་གཅིག་གི་འབྲི་དགོས་ཟེར་ན་ད་གཙོ་བོ་ཡིག་ཚགས་དེ་གི། ད་སྤྱིར་བཏང་གི་ཀྱི་རང་ལ་ཟིན་བྲིས་གཟིགས་བྲིས་དེའི་ནང་དོན་མདོར་བསྡུས་འདི་མོ་གཟིགས་རིས་བཟོས་བརྗོད་བྱ་གཙོ་བོ་གཅིག་བྲིས་སྟོང་ནི་དུ་མོ་གཟིགས་ཀྱི་མི་ཆོག་གོ། ད། བརྗོད་བྱ་གཙོ་བོ་གཞི་བཟུང་ད་དང་ད་ནི་དེའི་བརྗོད་བྱ་དུ་བརྗོད་བྱེད་ཀྱི་ད་ཆ་གཟིགས་སྐོར་འདི་ར་འདི། སྒྲོམ་གཞི་འདྲ་བོ་དུ་རྣམ་པ་གང་གང་གི་ཆགས་གཟིགས་དེ་གཅིག་ཡང། སྒྲུབ་བྱེད་གང་གང་གཟིགས་ཀྱི་ལ་ཁ་ནས་དག་གཞུང་ལུགས་དུ་ད་གཅིག་འུ་ཚོ་རིག་གཞུང་གི་སྐོར་ཟེར་དགོས་ན་རིག་ཚན་གྱི་སྐོར་ཟེར་གི་ན་གཞུང་ལུགས་དུ་ཆགས་བརྗོད་གི་དེའི་སྒྲོམ་གཞི་འདྲ་འདྲ་བོ་བསྒྲུབ་བྱེད་ཕྱིར་ཕྱིར་ལོག་གི་དུ། ས་བོན་བཞི་བྱ་དགོངས་བྱ་ཉི་མ་མཆོག་གི། ད་ཁྱོད་རང་གིས་འདིའི་ལྟ་བ་འདི་འཐད་ཀ་མི་འཐད་གི། ད་ཁྱོད་ཡིན་གྱིས་ན་ཅི་འཇོག་གྱིས་ན་གཞུང་ལུགས་འདི་མི་གཟིགས། འདིའི་ད་ལྟ་བ་འདི་མི་གསར་བ་ཟིག་སྟོན་གྱིས་ན་ཁྱོད་གང་ཐབས་གང་གང་བཀོལ་གྱི་རེད། ད་ཁྱོད་དཔེ་ཀློག་འདི་ཡིག་ཀུན་དབུལ་དཀའ་བ་ཡིག་ཆ་འདི་ཀློག་ཀུན་དབུལ་དཀའ་བ་ཁྱོད་རང་གིས། འདིའི་ཡིག་ཆ་གཞན་པ་ཁྱོད་ཅིག།

དགེ་སྡིག་ན་སོང་གི་སྤྲོ་གོ་གི་སྤྲ་ཐང་ལས་མ་ཟི་གི་ད་ལྷོ་ཕྲུག་གི་ཀ་བ་ད་ངོས་སུ་ད་དགེ་རྒན་གི་ར་ད་གི་ཡིག་ཆ་དུ་བལྟས་ཡོད་ནི་ད་ལྷོ་མ་གཞན་པར་གི་ར་བལྟས་ཡོད་ན་ད་ཚང་མས་མཉམ་དུ་ད་ཐོག་དང་བོ་ཡིན་རྒྱུ་ན་ད་རང་རང་གི་འདི་ད་འདི་དགེ་རྒན་གི་རྗེ་ཆབ་སྲིད་ནོར་གོ་དེ་ནང་ནས་རང་རང་ང་འདི་ལྟ་ཚུལ་བརྩི་གི་ཡོད་ཚུལ་གོ་ད་མ་ར་བཤད་གོ་གི་བཤད་སྟངས་ན་ད་དེ་ནས་ད་དགེ་རྒན་གི་དེའི་བར་ནས་ད་ཡང་དེ་དང་འབྲེལ་ཡོད་གི།

རེད་ད་སྤྱིར་བཏང་གི་ང་ད་སློབ་ཁྲིད་འཚོག་གདའ་ནི་གོ་སློབ་གོ་གཉིས་ཀ་ད་གཙོ་བོ་བིར་ཇི་ཉི་ཡ་སློབ་ཆེན་གི་དཔོན་ཚུགས་ཁང་ནང་གདའ་འདུག་ཡིན་ན་ད་སློབ་གྲྭ་གཞན་པར་འགའ་རེ་སོང་བ་རེད་ཡང་དུས་ཚོད་དུ་མོ་རང་གདའ་འོད་མ་འདུག་ཡིན་ན་ད་གཅིག་གཟིགས་ཆ་རྒྱུས་ཡོད་ནོ་དུས་མཇུག་གི་བིར་ཇི་ཉི་ཡ་སློབ་ཆེན་རེད་བིར་ཇི་ཉི་ཡ་སློབ་ཆེན་ཡིན་ན་ད་སྤྱིར་བཏང་གི་དཔོན་ཚུགས་ཁང་གི་ཁ་གྲངས་གི་ལ་ཁ་ནས་བཤད་ན་གཅིག་ཆའི་གཟིགས་ཁག་གསུམ་མོ་འདུག་གསུམ། ལོ་ནང་གི་གཅིག། ཆུ་གཟུགས་ཀྱི་ནད། དུས་ཚོད་ཉི་རྩ་བཞི་བའི་གོམས་གཤིས་ནི་དིམ་བསགས་རེད། དེ་གིས་ན་ད་དུས་ཚོད་ཉི་རྩ་བཞི་བའི་མཇུག་ན་ལྷག་པར་དུ་འདི། ཐོ་བཀོད་ཀྱི་འཇིག་ལ་ཐོན་འདྲི་ས་སོ་ད། སློབ་མར་གྱི་འཇིག་ར་དེའི་འགན་ཁུར་ཧ་ཅང་གི་ལྗི་མོ་ཡིན། ལྗི་མོ་ཡིན་ན་ད་སློབ་མ་གི་དགོས་མཁོ་དང་བསྟུན་ད་དེང་ད་དཔེ་མཛོད་ཁང་གཅིག་ཏུ་དུས་ཚོད་ཉི་རྩ་བཞི། འདིར་ད་དུས་ཚོད་ཉི་རྩ་བཞི་ལྕམ་པོ་གི་དཔེ་མཛོད་ཁང་དེའི་ནང་ནས་ཡིན་གྱི་ན། ད་སློབ་མར་གྱི། རྒྱུན་ལྡན་གྱི་ས་མ་བི་ན་ར། ད་ས་མ་ས་ས་ར་ཡོད་ནི། ཨ་ཏི་ས་མ་ས་ཞོར་ཧོས་ལོག་ཡིས་ད་ནི་ཡང་ཞོར་སྐད་ཚིག་གི་མ་ཟུག་ཤི་ན་ར་ཡང་འབོར་ཆེན་འདྲ་འདྲ་དུ་མུ་དག་འདུག་ས་ར་ཡོད་ནི་དུ་མུ་ཟུག་རེད་དེ་ན་ད་ཧོས་ཚོ་ཐང་གཞན་པ་གཉིས་ཀ་སྤྱིར་བཏང་གི་དུས་ཚོད་གི་ལ་ཁ་ནས་ཚིག་ཚིག་རང་ནི་རེད་ད་འདི་ཧོས་ཆ་གི་དབྱར་དཀོན་ནུ་གུ་ངའི་ཐུ་ནི་བྱན་གྱིས་ན་ད་རྒྱུན་ལྡན་གི་ཧོས་ཆ་ད་ཕར་ཆེར་རྒྱ་ཆེའི་གི་བྱི་བཟོ་ད་ཧོས་ཚོ་གང་དུས་ནང་ལ་ཆ་ཚང་གི་ཡོད་གི། དེས་ན་ད་རུང་ཆ་རྐྱེན་གཅིག་པོ་ནི་དཔེ་ཆ་གི་དཔེ་མཛོད་ཁང་གི་འདིའི་བར་ཁྱིམ་དུ་ན་བཟོ་འདི་གློག་རྡུལ་གྱི་དཔེ་ཆ་རང་གིས་གཡར་སྟངས་རང་གིས་དེ་བཤེར་ན་ཆོག་ནང་གི་གཏུམ་མོ་ད་རུ་མེད་ལ་དེ་བཤེར་ན་ད་རང་གིས་བཤེར་དང་ངས་དེ་ཡིག་ཚགས་ནང་ཡིག་སྐམ་ཡང་མིན་ན་ཡིག་སྐམ་ནང་བསོགས་ཡང་མིན་ན་ཡིག་ནུས་བཙུགས་ཆེ་རུང་བའི་དེའི་ནང་བསོགས་དང་ཚུལ་ད་དཔེ་ཆ་དེ་ཆ་ཚང་གི་རང་གིས་ནང་བསོགས་དང་འོན་ཀྱང་ཡང་དེའི་ལ་ཁ་རང་གིས་འདི་དཔེ་ཆ་དེ་དཔར་ཡོང་ནང་གི་གཏུམ་མོ་གི་དེ་རྟགས་ན་འདྲ་བོ་མགྱོགས་པོ་ད་ལྟ་ཡིན་ན་ཡང་དེ་གི་བར་དབང་ལ་དེ་བརྩི་འཇོག་བཅུག་ཆེ་ལ་དུ་མ་རེད་སྤྱིར་བཏང་གི་དཔེ་ཆ་གི་ངོས་ན་ད་ལྟའི་བར་དབང་གི་གསར་ཤོས་གྲལ་དུ་ཚང་མ་སློབ་གྲྭ་གི་ཐིས་རྒྱལ་ཞོགས་ས་སོ་ད་དུ་བཤེར་བཏང་ན་སྐྱོན་ཡོད་གི་མེད་གི་དེ་གི་ན་དེ་ཚོ་མཚོན་གྱི་ན་ཡང་ཧ་ཅང་གི་ཅིག་སྟབས་བདེ་ཡིན་ནི་ད་ལ་ལ་ཟུག་དཔེ་ཆ་འདིའི་དངོས་གཞི་ཞིབ་འཇུག་སློབ་མ་དང་ནི་འབུམ་རམས་པ་གི་དཔེ་ཆ་ཡར་རྒྱུག་གི་ཚབ་བྱ་ཙམ་དུ་མི་འདྲ་གི་མ་འདྲ་ན་རང་གི་དཔེ་ཆ་ཕྱིར་འབྱོར་མ་ཐུབ་ནར། སྐབས་ཐོག་ཏུ་ནི་དཔེ་ཆ་དེ་ཕྱིར་འོང་བར་འཁྲིམས་ནས་རང་གི་དེ་དཔེ་ཆ་རང་གི་བར་ནས་ཕོགས་གྲངས་གང་གང་བགོས་ན་རང་གི་བྱེད་སྟངས་སོང་ཅི་ག་ཡི་དང་ན་ཆོག་ཡང་ལ་ལ་ཟིག་དཔེ་མཛོད་ཁང་དེའི་ནང་ན་མེད་བཏང་ན། དེ་དཔེ་མཛོད་ཁང་གི་འདུས་བྱས་མི་སྣ་ཡ་བྱ་དང་ས་ཚོ་ད་ང་དཔེ་ཆ་འདི་གི་ཕོགས་གྲངས་འདི་ནས་འདི་མ་ཟིག་བགོ་དགོས་ཟིག་དང་ས་ཚོ་ཁ་མ་དུ་ནས་དེ་གི་དུས་ཚོད་གོ་དྲུག་ཡི་དེ་གི། རྒྱལ་ཡོངས་ཀྱི་དཔེ་མཛོད་ཁང་ནང་ནས་འདི་གཅིག་གཅིག་ག་དྲ་འབྲེལ་བཞུགས་སྐབས་འབྲེལ་གཞུག་ཚ་ཚོད་ད་དུ་དཔེ་ཆ་ཧར་སེར་བསྐུར་ཐོན་འཇུག་གི་ཡང་མིན་ན་དཔེ་ཆ་ཁུར་ཐོག་ཡང་མིན་ན་རང་གི་ལོག་དེབ་པར་མ་གི་ཡང་ཁུར་སྤྱོད་དུ་མི་དགོས་ཞུས་ཀྱི་འདུག་དེའི་ནང་ཞུས་དང་ཚ་ཚོད་ད་རང་གི་ལག་དཔེ་ཆ་ཐོན་འཇུག་མི་ཐུབ་ཟིག་ད་དཔེ་མཐོ་དམའ་ཟིག་དཔེ་ཆ་ཟིག་དགོས་དགོས་དགོས་ད་ཅི་མཁོ་སྤྲོད་མི་ཐུབ་ཟིག་ད་ཕར་ཅི་ཟིག་མེད་གི་ཟིག་དང་ན་ཆོག་གི་དང་ཟིག་ད་ཐོན་ཁུངས་གི་ལ་ཀ་ནི་དེའི་མི་ཚད་ད་རང་ད་དབུགས་བཟོ་དཔེ་ཟིག་གི་ད་དེབ་ཟིག་གི་དུ་མི་དགོས་རྒྱུ་ཆ་དགོས་ན་ཡང། དེ་བཟུག་ད་དཔོན་ཚུག་གི་ནོ་ཁུ་ཅག་ཡེ་རོ་ཅོག་གོ་ཡང་ལ་ལ་ཟུག་གཉན་ཟུག་ར་ཟུག་བར་ཟུག་གཏི་མུག་རྗེ་ཆ་གོར་ཆ་ཚོ་ལྷག་པར་དུ་གཉན་འདྲ་འདྲ་དུ་མོ་ཡིན་གྱི་ན་རྔན་ཆིག་གི་གཟུ་འདི་གཉན་ཐག་ཅན་པོ་དུ་ཡིན་གྱི་ན་ད་ཡར་དང་ཡར་དང་བུ་ལོང་ན་ར་ལྷོ་མར་གི་ལག་ན་ར་ད་འདི་གཉན་ཐག་དུ་སྟོན་ཅིག་གུ་གུ་འཁྲི་ཅི་མེད་གི་ད་ལྷག་པར་དུ་འཁྲི་ཅི་མྱོང་བ་ཅན་པོ་མིན་ན་ད་དཔོན་ཚུག་གང་ཡང་ཆེད་དུ་རྔན་ཆིག་གི་དེ།

དར་མ་ཆ་གཅིག་གཟུགས་ནོ། གཟུགས། བོད་ཡིག་གི་དཔེ་མཛོད་ཁང་སོགས་ཁེ་ཁེ་རེད་འོ་ན་དེ་ཡང་དཔེ་མཛོད་ཁང་གི་དགེ་རྒན་ཡང་བོད་ཡིག་ཤེས་ནས་འདི་དགེ་རྒན་དེས་ད་དེབ་འདི་བགོ་དགོས་ཟེར་དང་དགེ་རྒན་དེ་དེས་དེ་ཚོའི་གོ་སྒྲིག་ཡིད་དུ་ནས་ཡོད་གི་ཀློག་བདེ་གི་པར་མ་བགོ་ན་ཀློག་བདེ་པར་མ་དཔེ་ཆ་དེབ་གཟུགས་ཡིན་ན་དེབ་གཟུགས་དེ་གའི་ཕྱིར་ཡོང་གི་དགེ་རྒན་གྱི་དངོས་སུ་ཁྱོད་རྩ་ཡིས་ལག་བཞག་གིས་དེ་གའི་འཇོག་ན་དེ་ཡིན་ན་ད་ཧ་ཅང་གི་སྟབས་བདེ་ནས་ད་མི་བཟོ་རིགས་དེ་གའི་ན་ད།

འདི་ནས་ཡང་དུས་བ་དྲུག་བ་ནས་སྒྲོ་ལངས་ཀྱི་དུས་ཚོད་དགེ་རྒན་ལ་ཐུགས་དཀོན་ན་ཅོག་ལྷོ་བྲག་དཀོན་ན་ཅོག་ལྷོ་ཚང་མ་དུས་སྐབས་འགའི་ནང་ད། ཕྱི་སྒོ་འགྲིལ་ཡར་མར་འགྱོད་རྒྱུག་གི་དུས་ཚོད་ད་ཅིག་སྒྲོ་འཆུང་བའི་དུས་ད་དཔོན་ཚོགས་ཁང་དེའི་ནང་ནས་ད་ཁྱོད་རང་གི་དེ་རིང་གི་དོན་དག་གོ་ཉིན་ཚོགས་སྒྲུབ་རྒྱུ་གི་ད་ཚང་མ་འགྲུབ་ཀྱོ་ཉིན་ད་མི་བཟོད་ན་དུས་ཆེན་གི་ད་སློབ་མར་ཀ་ར་དཔོན་ཚོགས་ཁང་ནང་འགྱོད་རྒྱུག་བྱེད་དགའ་བོ་ཀི་ར་ད་དགའ་སྐྱིད་གི་ཆ་རྐྱེན་འདྲ་ཧ་ཅང་གི་ཕུན་སུམ་ཚོགས་པ་ཡིན་ད་མི་བཟོད། རེད་ད་ཨ་རིའི་སྤྱིར་བཏང་གི་གཞུང་ཕྱོགས་འདིའི་སྐད་ཡིག་ལ་ཁ་ནས་ད་གཟོད་རྒྱུན་ལྡན་གྱི་སྲིད་གཞུང་ཆགས་ཀྱི་མེད་ནར་ཡང་གཅིག་རྒྱུན་ལྡན་གྱི་བཟོ་སྲིད་འཛིན་གྱི་ལས་རིགས་ཀྱི་ལས་དོན་བརྒྱན་པོ་གཏི་མུག་སྐོར་ར་ཡིག་ཆ་ཚང་མའི་ལ་ཁ་ན་སྐད་སྙིགས་ལམ་ཡོད་གི་དབྱིན་ཡིག་གི་མི་ཚིག་གི་ད་རུང་འདི་སྤེན་གྱི་སྐད་དུ་ད་དུ་འདི་རྒྱལ་ཁབ་ཀྱི་ཁྱིམ་མཚེས Mexico རྒྱལ་ཁབ་དེ་རིགས་ལ་དགེ་ན་ད། དེའི་ལུས་བཟོ་བ་མི་ལྔ་གཟུགས་དག་ཨ་རུ་ན་ལི་ཀ་ལས་མུ་ཏིག་ཅན་གྱིས་འདིར་ཕར་ཆེར་ནམ་རྒྱུན་སྨན་ཁང་ནང་སོང་ན་ཆོག་གོ། ཁ་ལོ་བའི་ལག་རྟགས་འགའ་འཇིག་སློང་ན་ཆོག་གོ། ད་འདི། འདི། བཟོ། སྦྲག་སྲིད་བཀྲ་དམ་འདི་ནང་སོང་ན་ར་ཚང་མ་དེའི་སྐལ་ཉིག་ལམ་དུ་རེད་ད། སློབ་གྲྭའི་ནང་ང་ཆ་མཚོན་གྱིས་ན། ད་སློབ་གྲྭ་གི་སྤྱིར་བཏང་གི་ད་འདི་རང་རང་གི། འདི་ཤེས་ཡིག་སློབ་གླིང་གི་ད་རང་གི་ཆེད་ལས་དཔེ་ཆགས་བཞག་ན་འདི་ཧྥ་རན་སི་བཟོ་འདྲ་ན། ཧྥ་རན་སི་དེ་སློབ་གླིང་གི་ནང་ནས་དེ་སྐད་ཡིག་གི་སློབ་ཁྲིད་ཡོད་ནོ་མི་ཚད་གི་ད་ནི་ད་དང་རིག་གནས་གི་ཅིག་རྗེས་རིག་གི་ཡང་དེ་ཅིག་གུས་འཕོད་དང་བསྟུན་ད་དེང་སློབ་གྲྭ་གི་ནང་ཁུལ་ན་དེ་ཧྥ་རན་སིའི་ཁྱིམ་མཚེས་ཀྱི་འདྲ་འདྲ་ཡང་ན་ཅིག་སི་པན་གི་ཁྱིམ་མཚེས་ཀྱི་འདྲ་འདྲ་ད་འདི། དཔེ་བཞག་ན་དེའི་རྒྱ་ཡིག་སློབ་ན་ཡང་ཀྲུང་གོའི་ཁྱིམ་མཚེས་ཀྱི་ན་གཏི་མུག་གི་ཅིག་རིག་གནས་ཀྱི་རིག་གསར་གྱི་གཏི་མུག་དེ་གཏི་མུག་ཚོམས་ཁང་ཟེར་གྱི་ན་འདི་ད་སྤྱིར་བཏང་གི་རྒྱལ་ཁབ་དག་གི་རིག་གནས་དུ་མྱོང་ཐུབ་ནས་སློབ་འདིའི་ཁང་བ་དེའི་ནང་སོང་ན་གཏི་མུག་ཟིག་རྗེ་རེ་གཏོང་རྩིས་ཡོད་དོ་ཡིན་ན་ར་ང་རང་གིས་དེའི་ནང་འཇོག་མ་མྱོང་ར་སློབ་ཁྲིའི་ར་སྐོར་ནང་ན་གཏི་མུག་གི་འདིའི་ཐོག་ཁང་ཡོད་ནོ་ངས་རིག་མྱོང་བ་ད་སློབ་ཁྲི་ལེན་གྱི་ན་ང་རང་གིས་ཧྥ་རན་སི་གི་སློབ་ཁྲི་ཟིག་ག་ཞིག་མྱོང་བ་དེ་ཡིན་ན། ཧྥ་རན་སི་གི་སློབ་ཁྲིད་དེའི་ནང་ནས་ལ་ཡང། སྐད་ཡིག་གཙོ་བོ་སྦྱོང་དགོས་ན་ད་དགེ་རྒན་གྱི་གཙོ་བོ་ཁ་བརྡ་མང་བ་ཡིན་དགོས་ཞིག་གདམས་གསུངས་རེད་དེ་ནས། ད་དེ་མི་ཚིག་གི་སློབ་གྲྭ་དེའི་ནང་ད་རུང་འུ་བཟོ་འདི་སྐད་ཡིག་གི་ལ་ཁ་ནས་བོད་ཡིག་ཡང་བོད་སྐད་ཡིག་ཡང་སློབ་ཁྲིད་དུ་ལོགས་སུ་འདེམས་ཀྱི་ཡོད་ནས་གདམས་གསུངས་རེད་དེ་ན། ང་ཐ་མ་གཅིག་གཉིས་ཀ་དེའི་ནང་སོང། ད་གཙོ་བོ་ང་སོང་ན་ཅི་ཟེར་ཟེར་ན་ད་དེ་དགེ་རྒན་གྱི་དབུས་གཙང་གི་སྐད་ཀྱི་མར་སློབ་ཁྲིད་དགོས་དགོས་ན་ཡང་རང་གི་དབུས་གཙང་གི་སྐད་དེ་ཅིག། སྦྱོང་བ་གཅིག་གི་གཏམ་འོག་མ་ཡིག་ཏུ་བཟུང་བ་སོང་ན་ར། དེ་ཡི་མཚུངས་ས་གཙོ་བདག་ནང་བ་ཞིག་མཁན། འདིའི་རྒྱལ་ཁབ་སོ་སོ་གི་ཉོག་གི། དེ་མ་ཚིག་གི་དུ་ནས་རང་ཅིག་གི་ཡང་རྒྱལ་ནང་གི། འདིའི་རྒྱ་མི་རིགས་ཀྱི་སློབ་མ་གི་ཡང་དེ་ན། བོད་ཡིག་སྦྱང་དགོས་ནི་དང་མཚུངས་ད་གེར་གིང་གི། ཁྲི་བུ་ཅོ། ད་ཁ་བརྡ་གི་ལམ་ནས་ད་གི་སེམས་རྟགས་དེ་མ་ར་ཁྲི་ཁོ་ཁི་ར། སྤྱིར་བཏང་གི། ད་ཁྲི་ཕྱོགས་ར་དེ་ཡང་འུ་བཟོ་འདི་ས་ས་གི་ཁྲི་ཕྱོགས་ཅིག།